བློ་གྲོས་དམན་ཞིང་སྦྱངས་པ་ཆུང་བའི་ཕྱིར། མཁས་པ་རྒས་པའི་སྡེབ་སྦྱོར་མ་བྱེད་དེ། མདོ་དང་གདམས་པའི་གསུང་ལ་བརྟེན་པའི་ཕྱིར། རྒྱ་བཟས་ལག་ལས་འཁྲུལ་མེད་ལེགས་པར་བསམ། ཞེས་གསུངས་པའི་གདའ་རྩ་ཚིག་དེ་གི་དོན་ད་གར་བསྟན་གྱི་འདུག་ཟེར་ན་དེ་དེ། རྒྱ་བཟས་རྔུལ་ཆུ་ཐོགས་མེད་བཟང་པོ་གི་གདའ་མཁན་པོ་སྐྱུང་བ་རེད་བ་མཁན་པོ་སྐྱུང་བ་ཟེར་ན། གདའ་ང་གང་ཡང་མཁས་པ་མ་ཡིན་སོ་སོ་སོར་གདའ་ང་རྒྱལ་བཅག་པའི་གི་དོན་ཡིན་གསུངས་ཀྱི་ཡོད་རེད་བ་དེ། ད། རྒྱ་མཚོའི་དངོས་གཞི་ཐོག་མའི་བཟང་པོ་ཁོང་དང། བློ་གྲོས། རིག་པ་རྣོན་པོ་ཤེས་རབ་ཆེན་པོ། དེ་འདྲའི་གང་ཡང་མ་རེད་ཟེར་བ་བློ་གྲོས་དམན་པ་ཡིན་ཟེར་ང་རང། དེ་ག་ནང་བཞིན་ང་རང་ཤེས་ཡོན་ན་སྦྱངས་པ་ཞེ་དྲགས། ཐོས་བསམ་སྒོམ་ཞིང་ཞེ་དྲགས་ཤུགས་ཆེན་པོ་བྱས་མེད། རེད་བ། སྦྱངས་པ་ཆུང་བའི་ཕྱིར། འདིའི་མི་རྒྱུ་མཚན་ལ་བརྟེན་ནས་མཁས་པ་རྒས་པའི་སྡེར་ཆུ་མ་བྱེད་ད་མཁས་པ་འདི་ཚོས་ངའི་འདི། ག་ཚད་ལག་ལས་སོ་དོན་མ་བརྒལ་ད། བརྩམས་བཞག་པ་བརྒལ་ད་ཚིགས་བཅད་འདི་ཚོས། མཐོང་ཡོང་དུས་ཨ་ནི། ཁོང་རྣམ་པ་ཐུགས་དགྱེས་ས་མ་རེད་ལར་ད་ཧ་ཁོང་རྣམ་པ་ཐུགས་མཉེས་ས་མ་རེད་གལ་སྲིད་ན་ཁོང་གིས་བརྩམས་བཞག་པའི་ད་ཤོ་ལོ་ཀ་འདི་ཚོ་ལ་ད་དཔེ་ཚིག་གི་སྡེབ་སྦྱོར་མཁས་པ་དཔེ་ཚིག་སྙན་པོ་ཨ་ནི་འདི་ལ་དཔེ་དང་དཔེ་རྒན་འདི་ཚོས་དཔེ་མི་རིགས་ལེགས་པོ་སྦྱར་བ་ཕུན་ཚོགས་ཚོགས་པ་སྦྱར་བ་ཨ་དེ་ནས་གང་ཡང་ཡོད་མ་རེད་ལར་མ་མཆིས་དེ་སྲིད་ན་མེད་ལར་ད་ཁོང་བཞག་ཤེས་ཀྱི་མེད། ཡིན་ན་ཡང། འདི། ཁོང་བརྩམས་པ་རྒྱ་ཚོས་ལ་ལ་སུ་སུ་སུ་སུ་སུ་དེ་མ་འདི་དོན་དག་མེད་པ་རེད་བས་སེ་ལབ་ན་མ་རེད། གང་ཡང་སྲིད་ན་འདི་ཁོང་བརྩམས་བཞག་པའི། ད་གལ་ཆེ་ལ་ལས་སོ་དུ་མ་དེ། སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་བཤགས་པའི་མདོ་དང། ཨ་ནི་སྔོན་བྱོན་སྐྱེས་བུ་དམ་པ། འཕགས་པའི་གང་ཟག་རྣམས་ཀྱི་ཨ་ནི་གསུང་བཤགས་པའི་དེ། བཀའ་དང་བསྟན་བཅོས་ཀྱི་ཆོས་འདི་ཚོ་ལ་ཨ་ནི། ཁུངས་གཏུགས་དེ་ནང་གི་དོན་སྙིང་པོ་འདི་ཚོ་ལས་ནས། ཨ་ནི། འདི་ལ་བསྟན་བཤགས་དེ་ནང་གསུང་བཤགས་ཡོད་པའི་རྒྱུ་མཚན་འདི་ལ་བརྟེན་ནས་ཨ་ནི། རྒྱ་ཆེ་ལག་ལེན་འདི། སུ་དུ་སུ་དུ་མ་ནི་བདག་འདི་རྣམས་ལ་ནོར་འཁྲུལ་མེད་པ་དང། ཨ་ནི་གལ། ཆད་ལྷག་མེད་པ་དང། ཨ་ནི་ནོར་བདེ་བ་དང་བདག་གང་ལྟར། ཆོ་མེད་པ་དོན་དག་མེད་པ་དེ་ནི་རྩ་ནས་མེད། རེ་བ་རྒྱ་ཆེ་ལག་ལེན་འདི། འཁྲུལ་བ་མེད་པར་ཁོང་གིས་བདག་དེ་ནས་བསམ་གྱི་ཡོད་ཁོང་གིས་དེ་འདྲའི་ཆེ་ནི། དྲན་གྱི་ཡོད། བདག་རྒྱ་ཆེ་ལག་ལེན་འདི་འཁྲུལ་བ་མེད་པ་ནོར་འཁྲུལ་མེད་པ། མཁས་པ་རྣམས་ཀྱིས་གསུངས་པའི་དོན་ལ། བདག་ལུང་ཁུངས་ལ་དྲངས་བསྟན་བཞག་ཡོད་དུས། ཨ་ནི་ནོར་འཁྲུལ་མེད་པ་ཞེས་ཁོང་གིས་བསམ་གྱི་ཡོད། བྱས་ཙང་བདག་འདི། རྒྱ་ཆེ་དངོས་སུ་མཐོང་པའི་བཟང་པོ་ཁོང་གིས་བདག།